སྔ་ལོའི་སྤྱི་ཟླ་དགུ་པའི་ཚེས་བཅུ་བཞི་ཉིན་ནས་བཟུང་དགེ་འདུན་པ་བློ་བཟང་ཚེ་རིང་ལགས་དང་དགེ་འདུན་པ་བློ་བཟང་དར་རྒྱས་ལགས་རྣམ་གཉིས་ཀྱིས་བལ་ཡུལ་གྱི་རྒྱལ་ས་ཀ་ཐྨན་ཀྲུར་ཡོད་པའི་མཆོད་རྟེན་བྱ་རུང་ཁ་ཤོར་ནས་བརྐྱངས་ཕྱག་འཚལ་འགོ་བཙུགས་ཏེ་ལུམ་བྷི་ནི་ཚའེ་དང། ཝཱ་ར་ན་སི། ཡངས་པ་ཅན། རྡོ་རྗེ་གདན། རྩྭ་མཆོག་གྲོང་སོགས་ནང་པའི་གནས་ཆེན་བརྒྱད་དུ་བརྐྱངས་ཕྱག་འཚལ་བཞིན་ཡོད་པ་དང། དེ་རིང་སྤྱི་ལོ་ཉིས་སྟོང་ཉིས་ས་དྲུག་ཟླ་བ་དང་པོའི་ཚེས་བརྒྱད་ཉིན། རྒྱ་གར་གྱི་མངའ་སྡེ་ཨུ་ཏར་པ་རྡེཤ་ན་ཡོད་པའི་མ་ཧ་རཱཇ་ས་གནས་སུ་འབྱོར་ཡོད་འདུག་གནད་དོན་དེ་དང་འབྲེལ་འདི་ག་རླུང་འཕྲིན་ཁང་གི་ཞལ་པར་བརྒྱུད་དགེ་འདུན་པ་བློ་བཟང་དར་རྒྱས་ལགས་དང་ལྷན། ནང་པའི་གནས་ཆེན་སྒེར་ལ་ཕྱག་འཚལ་བའི་དགོས་དམིགས་དང་སྒེར་གྱི་མྱོང་ཚོར་སོགས་དང་འབྲེལ་བཅར་འདྲི་ཞུས་ཡོད། ཨ་ནི་དང་ཐོག་དེ་ལ་ཡང་དགེ་བློ་བཟང་ཚེ་རིང་ལགས་དང་དགེ་དར་རྒྱལ་ལགས་རྣམ་པ་གཉིས་ལ་ཡང་ཅིག་འཚམས་འདྲི་བཀྲ་ལེགས་ཞུ་ཞུ་རྒྱུ་ཡིན། ཨ་གཅིག་འདས་པའི་གི་སྤྱི་ཟླ་དགུ་པའི་གི་ཚེས་བཅུ་བཞི་ཉིན་ནས་རྣམ་པ་གཉིས་ཀྱིས་ཅིག་ད་བལ་ཡུལ་གྱི་རྒྱལ་ས་ཀཱད་མཱན་ཀྲུ་ནང་ལོགས་ལ་ཡོད་པའི་གི་མཆོད་རྟེན་བྱ་རུང་ཁ་ཤོར་ནས་འགོ་བཙུགས་གནང་སྟེ་ནང་པའི་གི་གནས་ཆེན་སྒེར་ལ་ཡང་བསྐྱངས་ཕྱག་འཚལ་རྒྱུའི་གི་ལས་འགུལ་ཅིག་འགོ་བརྩམས་ཡོད་ར་བ་ལ། ན་ཟིན་ལ་སེམས།
ཨ་ནི་ད་ལྟའི་ཆར་ལ་ཡ་རྣམ་པ་གཉིས་ག་བ་འཇོག་ཡོད་མེད་དང། ཨ་ནི་གཅིག་ས་གནས་ག་བ་ལ་སླེབས་ཡོད་མེད་འདིའི་སྒང་ལ་ཡ་གཅིག་གསུངས་རོགས་གནང། ད་ལྟ་ད་ངེད་གཉིས་རྒྱ་གར་ས་ཆ་དེ་ཡུ་པི་ནང་ལོག་གི་ཨ་ནི་མ་ཧ་ར་ཇི་ཅིག་ལ་ཡ་གཅིག་འདུག་དེ་ནི་ས་ཆ་གཅིག་འབྱོར་འདུག། ཨ་ནི་ད་གཅིག་རྣམ་པ་ཚོས་ཀྱིས་ད་ལྟ། ཕྱག་འཚལ་གྱི་ལས་འགུལ་ཅིག་སྤེལ་གནང་ཡོད་རོགས་ཨ་ལ། འདི་སྤེལ་དགོས་ཀྱི་འགྱོད་པ་རྒྱུ་མཚན་གཙོ་བོ་འགྲོ་འདི་ག་རེ་ཆགས་ཀྱི་ཡོད་རེད་ཅིག་དགོས་འདུན་འགྲོ་ཅིག་ག་རེ་ཆགས་ཀྱི་ཡོད་རེད་བས།

ལགས་སོ། ཨ་ནི་ཅིག། ཨ། དགེ་ལགས་ཀྱི་ངོས་ནས་ཅིག། རྣམ་པ་གཉིས་ཀ། མཉམ་དུ་ཕྱིན་ནས་ཡང་ཐག་གཅོད་ག་འདྲས་བྱུང་ཡོད་ན། མཉམ་དུ་གནང་གི་ཡིན་ཕྱིན་ནས་ཐག་གཅོད་ཡོང་དེ་ག་འདྲས་བྱུང་ཡོད་ན། མཉམ་དུ་མ་རེད།
ད་སྤྱི་བཏང་དེ་ང་རོགས་པ་ལ་ནི། སྔོན་མ་ནས་སྤྱི་བཏང་ལོ་གསུམ་བཞི་ངང་ལ་ཅིག་ང་འདི་འདྲ་ཅིག་ཨ་ནི་འདོད་པ་ཞིག་ཆེན་པོ་ཅིག་ཡོད་རེད། ཨ་ནི་རྗེས་སུ་དེ་ཨ་ནི་ང་བ་ཡིན་ན་ལེ་ན་ཨ་ནི་ངའི་རོགས་པ་ལ་ནི་ཡིན་གྱི་མིན་གྱི་ཤོག་ཨ་ནི་ངའི་ཉེ་དུར་ཏུ་སུ་ཅིག་ཨ་ནི་ད་ལོ་དམིགས་བསལ་གྱི་ཨ་ནི་བྱམས་བརྩེའི་ལོ་རེ་གོ་སྐབས་ཡག་ཡག་ཤོག་ཡོད་རེད་ཨ་ནི་ཏུ་སུ་ཅིག་ལ་ཡང་ནི། རོ་ཧ་ལ་ངའི་སྐར་མ་འདྲ་གཅིག་བཏང་བཞག་རེད། ཨ་ནེ་ཅིག་འདི་ནང་ལོག་ནས་ད་ད་ད་ཕ་ཡུལ་ནས་རྒྱ་གར་ནང་ལ་འཛུལ་བའི་སྐབས་ལ་ཡ་ཅིག། རྙོག་དྲ་དེ་འདྲའི་འཕྲད་ཡོད་ན་དཀའ་ངལ་དེ་འདྲའི་འཕྲད་ཡོད་ན་ལ། དེས་དེས་ཡོད། ཨ་ནེ་ཚུ་ཐོག་དང་པོ་དེ་མི་གའི་སོ་ན་ལས་ཡོད་བ། ཨ་ནེ་ཚུ་ཡང་དུ་ངེད་གཉིས་ཨ་ནེ་ཡིག་ཆ་དམ་པོ་མེད་པ་ཁྱིས་དེ་ནས་ཨ་ནེ་བཏང་བཞག་ནས་ཨ་ནེ་བཏང་ནས་ཨ་ནེ་ངེད་གཉིས་ཡང་སྐྱ་ཨ་ནེ་ལུམ་པི་ནེ་ལ་ལོག་ཡིན་དེ་ནས་འབྲེལ་བ་བྱས་ནས་ཨ་ནེ་ད་ཧ་རང་ཨ་ནེ་ག་ས།

རིམ་པ་གསུམ་བསྐོར་བའི་ནི་དེ་ནི་ལ་བ་བོགས་ནི་དག། ད་དེ་ནི་བརྩམས་ཆོས་སྒྲོངས་ཟེར་ན་ནི། སྐུ་མྱ་ངན་ལས་འདས་པའི་ནི་འོ་དུ་ཟགས་གཙོ་བོ་དེ་དེ་ནི་མྱན་ཡོད་ཟེར་ཡ་དེ་སངས་རྒྱས་བཅོམ་ལྡན་འདས་དམིགས་བསལ་དེ་ནི་ཡིན་ཟེར་ས་ཆ་མང་པོ་བཞི་ཡོད་རེད་དེ་ནང་དབྱར་གནས་ཡིན་ཟེར་གི་ཐོག་མ་ཉི་ཤུ་རྩ་བཞི་ཡིན་ན་གཅིག་གཅིག་འཚོགས་ཡོད་རེད་དེ་ནི་ཨ་ནི་བཞུགས་ཡོད་རེད་དེ་ནི། གཙོ་བོ་དེ་ནི་དེ་དུས་སུ་གྱི་རེད་དེ་ནི་ཕར་ཆད་ད་ནི་ནི། ད་འདྲ་ཅིག་ངེད་གཉིས་གཅིག་འདྲ་གཅིག་རྒྱག་ན་ཕར་ཆེ། ལོ་གསུམ་འདྲ་ཕར་ཆེ་འགོར་འགོར་ས་རེད་ད་འདྲ་ཅིག་དྲན་གི། ལོ་གསུམ་ལྷག་གོ་ནས་འགོར་གྱིར་བས་ལ། ལོ་གསུམ་འོང་དུས་ནས་སྐལ་རེ་ཟེར་ན་ནི་ཚ་བ་ལོངས་པ་ཡིན་དུས་ནི་སང་ཉིན་ཚ་བ་ཆེན་པོ་ཆགས་དུས་ནི་ངེད་གཉིས་ཚ་ཐུག་གི་མ་རེད་བ། གང་ཅིག་ཐ་ནས་དེ་གཉིས་ཟླ་བ་གཅིག་གཉིས་སུ་ད་གཉིས་གསུམ་འདྲ་ཅིག་ཕར་ཆེ། མ་མཐའ་ཡིན་རུང་ནི་མཚན་བཞག་དགོས་ཅིག་གི་རེད།

ལགས་སོ་ལགས་སོ།
ཨ་ནི་ཅིག་ད་ལྟ་གོང་དུ་ད་ལྟ་སྐུ་ཞོ་དར་རྒྱས་ལགས་ཀྱིས་གསུངས་གནང་སོང་ད་ད་ལོ་དེའི་བྱམས་བརྩེ་གི་ལོའི་གསུང་ཚིག་དང་ལྷན་དུ་ད་ཅིག་གོང་ས་མཆོག་དང་ཀིརྟི་རིན་པོ་ཆེ་མཆོག་གཙོས་པའི་ད་བསྟན་བདག་བླ་ཆེན་རྣམ་པ་སྐུ་ཚེ་མཛད་འཕྲིན་རྒྱས་པ་དང་སྐུ་ཚེ་བརྟན་པའི་གི་ཆེད་དུ་ད་བསྐྱངས་ཕྱག་འཚལ་དེ་ཅིག་འགོ་བཙུགས་གནང་ཡོད་ར་ལ། ད་རྩ་བའི་ཆ་ནས་ནམ་རྒྱུན་ཡིན་ན་ང་ཚོ་བོད་དོན་འཐབ་རྩོད་དང་འབྲེལ་ནས་གོམ་བགྲོད་ལས་འགུལ་སྤེལ་སྲོལ་ཡོད་རེད། རྐང་འཁོར་སྐོར་སྐྱོད་ལས་འགུལ་སྤེལ་ཡོད་རེད། ཡིན་ནའི་རྣམ་པ་གཉིས་ཀྱིས་ད་ལྟ་དེ་ལ་ཡ་ཅིག་ཆབ་སྲིད་དང་གས་འབྲེལ་བ་མེད་ཆེ། ད་ཆོས་ཕྱོགས་རང་གི་ལ་དམིགས་ནས་ཅིག་ལས་གུས་སྤེ་གནང་དུས་ག་ལ་ཡང་འདི་ན་ཡང་གཞན་དག་དང་མ་འདྲ་བར་འཚོ་བ་འགྲོ་ཅིག་ག་རེ་འདུ་བ་ལ། ད་སུ་དེ་འཇིག་རྟེན་པ་དང་ཨ་ནི་ཨ་ནི་སོ་སོ་གྲྭ་བ་ཅི་ཡིན་ཚང་ཨ་ནི་ང་ཚོ་ལས་ཀ་དེ་ཨ་ནི་ལོག་ག་ལོག་ག་འདྲ་ཅི་རེད་རེད་བ་སོ་རྒྱལ་བ་རིན་པོ་ཆེ་ཡིད་བཞིན་ནོར་བུ་ག་ནི་ཨ་ནི་བྱབ་ཞི་སྟེ་ཅིག་སྟོན་དབང་དེ་ཨ་ནི་མང་ཚོགས་ལ་སི་ཁྲོ་གནང་ཚད་རེད་བ་དེ་ཡིན་ང་རང་ཉེ་ར་བེད་ངོ་ནས་དང་ཆོས་རང་གི་སྒང་ལ་ཨ་ནི།

བཅུ་གཅིག་ནས་ཆུ་ཚོད་དང་པོ་བར་དུ་ལྷོད་ཞུགས་གནང་གི་ཡོད་ཟེར་དེ་སྲུང་སྐུ་དུ་བ་ལ་སོང་ཙང་ཉི་མ་གཅིག་ནང་ལོགས་ལ་ཡ་གཅིག་རྣམ་པ་ཚོས་ཀྱིས་ཀི་ལོ་མི་ཀྲར་ག་ཚོད་སྐྱོལ་ཡས་ཀྱི་འཆར་གཞི་བཏིང་གི་ཡོད་ན་ཨ་གཅིག་ཉི་མ་གཅིག་གིས་ད་བྱེད་སྒོ་གྲོགས་གཅིག་ག་རེ་ཆགས་ཀྱི་ཡོད་རེད་དེ་གང་ལ་བརྟེན་ཞེས་གསུང་རོགས་གནང། ད་ཉི་མ་གཅིག་ཞོགས་ཀ་ལྔ་བོ་ད་ང་གཉིས་ཞོགས་ཀ་ལྔ་བོ་དེ་ཆུ་ཚོད་བཞི་བཞི་དང་ཕྱེད་ཁ་སི་ཡར་ལངས་ནས་ནི།

ལ་སོ། ཨ་ཅིག་ད་ཐ་མ་དེ་ལ་ཡང་ད་རྣམ་པ་གཉིས་ཀྱི་བུད་མེད་ཚོ་ལ་ཡང་བརྡ་ལན་འདོགས་ཀྱི་ག་རེ་ཡོད་ན་ལ། བརྡ་ལན་འདོགས་ཡོང་བའི་དམིགས་བསལ་དེ་ག་གེ་ཡོད་མ་རེད་ང་ང་རང་ཉིད་ཀྱི་སྒོ་ནས་ཡིན། དེ་ཡི་བོད་པ་སྤྱི་བཏང་དེ་ཡག་པོ་ཡོད་རེད་རྒྱལ་བ་རིན་པོ་ཆེ་ཨ་ནི་གོང་རི་གི་བཀའ་སློབ་ག་རེ་གནང་ཡག་དེ་ཨ་ནི་དེ་ཉན་པ་དེ་ནས་ལག་ལེན་བྱེད་ཡག་དེ་དེ་གལ་ཆེན་པོ་རེད་དེ་མ་གཏོགས་བརྡ་ལན་བྱེད་ཡག་ཅི་ཡོད་མ་རེད་ལ་སོ། ལ་སོ། ཨ་ནི་དུས་ཚོད་གནང་བ་ཐུགས་རྗེ་ཆེ། ལ་སོ་ལ་སོ། ལ་སོ།